གངས་ཅན་བོད་ཀྱི་ཞིང་ཁམས་ལ་སྤྱན་རས་གཟིགས་དང་དབྱེར་མེད་པ་སྨན་པའི་རྒྱལ་པོ་གཡུ་ཐོག་ལ་སྒོ་གསུམ་གུས་པས་ཕྱག་འཚལ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར། འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་ཆེའི་གུས་པས་སྙན་སེང་སིང་སྣ་ངན་ཡོངས་ལ་རེ་ས་པ་སངས་ཀྱི་བྱ་བ་ཀུན་ལ་བསང་ཞུ་ཡ་དང་འཚམས་འདྲི་ཞུ་གི་ཡོད། ཨ་ནི་དེ་རིང་འདིའི་གུས་པ་ཁྱུག་ཙམ་སྦྱར་དགོས་ཡ་དེ། འོན་ནི་དམིགས་བསལ་གྱིས་རྡ་རམ་ས་ལའི་ཉེ་འཁོར་བྱུང་ཡོད་ཀྱི་བོད་ཆོལ་གསུམ་བོད་རིགས་སྤུན་ཟླ་ཡོངས་དང་རྒྱ་གར་ཡུལ་མི་ཚོ་ལ་གཏམ་བཟང་ཞུ་ག་ཅིག་བཅར་བ་ཡིན། ད་དེ་རིང་གི་གཏམ་བཟང་དེ་ག་རེ་ཞུས་པ་ཡིན་ན། འོན་ནི། དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་དབུས་རྒྱུན་ལས་ཀྱི་ངོས་ནས་འོན་ནི་གོ་སྒྲིག་གནང་བའི་ཐོག་འོན་ནི་རྡ་རམ་ས་ལ་གྱི་འོན་ནི་བདེ་དོན་ཚོགས་ཁང་དུ་ཉིས་སྟོང་ཉི་ཤུ་རྩ་དྲུག་སྤྱི་ཟླ་དྲུག་པའི་ཚེས་ནས་བརྒྱད། དགུ། བཅུ། བཅུ་གཅིག། བཅུ་གཉིས། ཉི་མ་བཞི། རིང། གུས་པ་སྨན་པ་རྟ་རག་གི་ངོས་ནས་དམིགས་བསལ་གྱི་རྩ་དཀར་གྱི་ནད་པ་སྐོར་ལ་སྨན་བཅོས་རིན་མེད་དུ་འབུལ་གྱི་ཡོད། དེ་འདྲ་སོང་ཙང་རྣམ་པ་ཚང་མས་འདི་གང་ཐུབ་ཐུབ་བརྒྱུད་སྐུལ་གནང་རོགས་གནང། འོ་དེ་གཅིག་བྱུང་དུས་བྱུང་སོང། ལྷ་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་ངོས་ནས་ནི་ད་རེས་ཀྱི་སྨན་བཅོས་རིན་མེད་དེ་འབུལ་ཡག་གི་རྒྱུ་མཚན། ནི་གོ་སྒྲིག་ཞུ་དགོས་ཡག་གི་རྒྱུ་མཚན་དེ་གཙོ་བོ་ང་རང་ཚོ་ཚང་མས་མཁྱེན་གྱི་ཡོད་རེད། ང་རང་ཚོ་ལ་བདེ་སྐྱིད་གཉིས་ཀྱི་སྐྱབས་གནས། ནི་རྒྱལ་བ་དོན་གྱི་བདག་པོ་མཆོག་དགུང་གྲངས་དགུ་བཅུར་འཕེལ་བའི་གོ་དོན་དང་ནི་ལོ་འདི་ཆ་ཚང། ནི། Compassion years བྱམས་བརྩེའི་ལོ་བསུ་དགོས་ཀྱི་ཡོད་རེད། དེ་འདྲ་སོང་ཙང་ཨཱ་ནི་དབུས་གཙང་དམ་པ་ཆོས་ཀྱི་དབྱིངས་ཆོལ་ཁའི་ངོས་ནས་བྱམས་བརྩེའི་ལོ་བསུ་བ་དང་སྟབས་བསྟུན་ཨཱ་ནི་རྒྱལ་བ་ཡིད་བཞིན་ནོར་བུའི་སྐུ་ཚེ་རྟག་ཏུ་བརྟན་ཡག་དང། ལྷག་པར་དུ་ད་ཅིག་བོད་ཀྱི་གསོ་བ་རིག་པའི་གཞུང་ལུགས་ཀྱི་ངོས་ནས་ཨཱ་ནི་ཅིག། ད་དེང་དུས་ཀྱི་མཚན་རིགས་བཤད་པ་ཡིན་ནི་རེད་ཨེ་ནི་ཅིག་གནའ་དེང་གི་ཡང་ཅིག་རིག་གནས་གཞན་དང་གཞན་ཨེ་ནི་ཅིག་དཔུང་པ་མཉམ་ཤེས་འགྲོ་ཐུབ་ཀྱི་ཡོད་ཟེར་ཡག་གི་ཨེ་ནི་ཅིག་གནད་དོན་ཅིག་ཆགས་ཀྱི་ཡོད་རེད་ད་ག་ནང་བཞིན་གྱི་ཨེ་ནི་རྒྱལ་བ་དོན་གྱི་བདག་པོ་མཆོག་ལྟ་བུ་ཆགས་བཞག་པ་ཡིན་ན་ང་རང་བོད་པ་ཙམ་མ་རེད་ནང་པ་སངས་རྒྱས་པའི་རྗེས་འབྲང་ཙང་མ་རེད། འཛམ་གླིང་གི་སྐྱེ་བོ་དྲང་པོ་དང་བདེན་པ་དང་ཞི་བདེ་ལས་དགའ་ངན་དེ་དག་ཐམས་ཅད་ལ་དངོས་གནས་ཁོ་རང་གིས་བཀའ་དྲིན་ཆེན་པོ་ཞུ་རྒྱུ་རེད་དེ་འདྲ་སོང་ཙང་གཙོ་བོ་ཁོང་གི་ཀོ་ཙེ་ཡུན་དུ་བརྟན་ཡག་དང། ཞར་བྱུང་དུ་དེའི་ཉེ་འཁོར་ལ་བལ་ཡུལ་རྒྱ་གར་དང་རྒྱ་གར་ཡུལ་མི་དང་བོད་པའི་བར་ལ་མཐུན་སྒྲིལ་ཡོང་ཡག་ཅིག་རྒྱ་གར་ཡུལ་མི་ལ་ང་ཚོ་བོད་ཀྱི་གསོ་བ་རིག་པའི་རིག་གཞུང་འདི་ངོ་སྤྲོད་ཡོང་ཡག། དེ་དེ་བཞིན་དུ་ས་གནས་དེ་དག་ལ་ཡོད་པའི་ནད་གཅོང་དེ་དག་ལ་ཕན་ཡག་ནི། གསོ་བ་རིག་གི་རྒྱུད་ཀྱི་གཞུང་ལུགས་ནང་ལོགས་ལ་གསོ་བྱ་གསོ་བྱེད་བསོད་ནམས་ལས་དང་འབྲས་ཡང་ཅིག་འདི་འདྲས་ཅིག་གསུངས་བསྡད་ཀྱི་ཡོད་རེད་དེ་དེ་བཞིན་དུ་སྨན་པ་སོ་སོ་སོ་སོ་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་རེ་རེ་ཡོད་རེད་འོ་འདི་འདྲས་ཀྱི་རྒྱུ་མཚན་མང་པོ་ཅིག་ལ་དགོངས་པ་བཞེས་ནས་ནི་ད་རེས་ནི་བཞུགས་སྒར་དུ་འདི་འདྲས་ཀྱི་གོ་སྒྲིག་གནང་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡག་དང། ཨེ་ནི། ང་ལ་གོ་སྐབས་གནང་བ་འདི་ལ་ངས་ཐོ་ཅི་ཅི་ཞུ་གི་མེད། གཙོ་བོ་དེ། རྣམ་པ་ཚོ་གི་རླབས་ཆེན་གི་དགོངས་པ་རྒྱ་ཆེན་པོ་ཤོད་ཀྱི་རེད། ཨེ་ནི་སོ་སོའི་བོད་པའི་མིང་དག་པོ་རྒྱག་ཡ་དང། ཨེ་ནི་ང་རང་ཚོ་བོད་པའི་གོམས་གཤིས་ནང་ལོགས་ལ་ང་ཚོ་བོད་པའི་མཁས་པ་ག་འདྲའི་བརྗོད་པ་ཡིན་ནས་མཁས་པ་ཟེར་ནས་རེད་རྣམ་དཔྱོད་ཡོད་ངེས། ག་འདྲའི་བརྗོད་པ་ཡིན་ནས་དེ་ཚོ་ཞེ་དྲག་དང་པོ་མ་བརྒྱབ་རྗེས། ཨེ་ནི་ཅིག་ཕྱི་ལོགས་ཀྱི་མི་སྐད་བཏང་ཡ་ཞུ་དོ། འདི་དག་ང་ཚོ་མཚམས་བཞག་ཡ་གི་དུས་ལ་སླེབས་ཡོད་རེད་དེ་འདྲ་སོང་ཙང་ང་རང་ཚོ་བོད་པའི་མི་ལ་དང་པོ་སྐྱོན་གོ་ཡ་དེ་གལ་ཆེན་པོ་ཤོད་ཀྱི་རེད། འདི་ཡང་ཨེ་ནི་གཞོན་སྐྱེས་ཚོ་ལ་དང་པོ་རྒྱག་སྐྱོན་དགོས་ཡ་དེ་ཧང་སང་ཡག་གི་གལ་ཆེན་པོ་རེད་དེ་འདྲ་སོང་ཙང་ཨེ་ནི། ད་འདི་མེག་པས་འོས་པ་བྱེད་ལ་ངས་ངོས་འཛིན་ཞུ་བསྡད་ཀྱི་ཡོད་ཨེ་ནི་དེ་འདྲ་སོང་ཙང་རྒྱ་ཆེའི་རྡ་རམ་ས་ལ་བཞུགས་མཁན་གྱི་བོད་མི་ཚང་མས་འདི་གང་མང་མང་ཞིག་བརྒྱུད་སྐུལ་གནང་ཡག་དང་དེ་བཞིན་དུ་དམིགས་བསལ་གྱི་སྨན་བཅོས་དེ་གུས་པས་ཨེ་ནི་ཅིག་རྩ་ཁག་གི་ན་ཚ་དང་འབྲེལ་བའི་ཚགས་རྩིས་ཀྱི་ན་ཚ་དང་འབྲེལ་བའི་སྨན་བཅོས་ཨེ་ནི་རྩ་བཟང་རླུང་སྙོམས་ཞེས་པའི་སྨན་བཅོས་འདི་གཙོ་བོ་ངས་ཞུ་གི་ཡོད་རེད། ཨེ་ནི་དེ་དང་ཞོར་དུ་ཨེ་ནི་ཅིག་ནས་གང་འབྲེལ་ཅིག་ཡོད་པ་ཡིན་ན་རྣམ་པ་ཚོ་ཕེབས་ཆོག་གི་རེད་ནམ་རྒྱུན་དུ་སྨན་ཆོས་ནི་ཁྱོད་ནས་མ་དྲངས་ངས་དེ་འདྲས་ཡོད་པ་ཡིན་ན་ཕེབས་ན་ཏན་ཏན་ཡང་ཕན་སྲིད་པ་རེད་ཟེར་བ་དེ་ཅིག་ཞུ་འདོད་བྱུང་སོང། ཨེ་ནི། ད་ངའི་རེ་བ་འདི་ལ་ང་རང་ཚོ་ཅིག་སྒེར་གྱི་ཚོགས་པ་གཞུང་གི་ཚོགས་པ་གཞུང་གི་སྒྲིག་འཛུགས་ག་འདྲས་ཅན་པ་ཡིན་ནའི་འཕྲོད་བསྟེན་གྱི་སྒང་ནས་ང་རང་ཚོ་བོད་པའི་སྨན་པ་ཚོ་ངེས་པར་དུ་གདན་འདྲེན་ཞུ་ནས་གོ་སྐབས་ཕུལ་དགོས་འདུག་འོ་དེ་ཡིན་ཅི་མིན་ཅི་རྣམ་པ་ཚོས་གོ་སྐབས་ཕུལ་དེའི་ནང་ནས་སྨན་པ་ཚོས་ཡིན་ནས་ངེས་པར་དུ་ཆེད་ལས་པའི་སྒང་ལ་འབད་བརྩོན་བསྐྱོན་དགོས་ཀྱི་འདུག་འདི་ངས་རྣམ་པ་ཚང་མ་ལ་རེ་སྐུལ་དང་མ་འོངས་པར་ཡིན་ནས་རྣམ་པ་ཚོ་སུ་འདྲ་ཅིག་གིས་གུས་པའི་ངོས་ནས་རྣམ་པ་ཚོ་ལ་ཐུགས་ཕན་གསོས་པ་དང་བོད་ཀྱི་རིག་གཞུང་ལ་ཐུགས་ཕན་གསོས་པ་འགྲོ་བ་ནས་ནང་ལ་ཐུགས་ཕན་གསོས་པའི་ལས་ཀ་དེ་འདྲའི་ཆ